བཟང། ང་ནག་ཚོ་བོད་དང་བོད་མིའི་མགྲིན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་བསྟར་འཕྲིན་ཚོགས་པ་དེའི་ནང་ལོ་ལ་ཡར་ཞལ་འཛོམས་བྱུང་བ་དགའ་བོ་ཞེ་དྲག་བྱུང། གཤམ་ལ་ཡིན་ན་གུས་པས། རྒྱ་བོད་རོམ་བཅས་ཕྱོགས་ཀྱིས་ལྗགས་རྩོམ་མཛད་པའི་བརྩམས་ཆོས། བོད་དང་བོད་མིའི་མགྲིན་ཚབ་ཞེས་པ་དེ་ཁྱེད་རྣམ་པའི་སྙན་ལམ་དུ་འཁྱུག་ཙམ་སྦྱར་ཀློག་ཞུ་རྒྱུ་ཡིན་ན། རྣམ་པ་ལྷན་རྒྱས་ཚོའི་གཤམ་དུ་དགའ་དགའ་སྤྲོ་སྤྲོའི་ངང་ནས་གསན་གནང་ཡོང་བའི་འབོད་སྐུལ་ཞུ་གི་ཡོད། གླིང་བཞི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པའི་ཚེས་བཅུ་བདུན་ཉིན། མུན་ནག་དང་ལྷགས་རླུང་གྲང་མོའི་ཁྲོད་དུ། ངོས་རང་སྐྱ་ཆས་ཕྱུར་པོ་གོན་ཏེ་གཞན་དུ་འཛུལ་ནས་ནོར་ལི་ཕོ་བྲང་གི་རྒྱལ་སྒོ་ནས་གསང་བའི་ངང་ནས་ཐོན། དེ་ནས་རང་ཡུལ་བོད་དང་ཁ་བྲལ་ཏེ་མི་ལོ་བཅུ་ཕྲག་དྲུག་ལྷག་བཙན་བྱོལ་དུ་གནས་དགོས་བྱུང་བས་མེལ་ཚེ་འགོ་ཚུགས་སུ་གྱུར། བྲོས་བྱོལ་དུ་འགྲོ་དགོས་པའི་རྩ་བའི་ས་བོན་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་དམར་པོའི་གཞུང་གིས་ངོས་ཀྱི་རྒྱལ་ཁབ་ལ་ཡ་བཙན་འཛུལ་བྱས་པ་དེ་ནས་ཚུགས་ཟིན་ཀྱང། འཕྲལ་གྱི་རྐྱེན་རྩ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་ཉིན་ནས་བཟུང། བོད་ཀྱི་རྒྱལ་ས་ལྷ་སའི་ནང་མི་དམངས་རང་དབང་སྒེར་ལངས་ཀྱི་གནས་སྟངས་རྫ་དྲག་ཏུ་གྱུར་བཞིན་པ་དེ་རེད། བཙན་འཛུལ་བྱས་རྗེས་ཀྱི་ལོ་ངོ་དགུ་ལ་ཉེ་བའི་རིང་མི་དམངས་ཀྱི་བདེ་དོན་ཆེད་རྒྱ་ནག་དམར་པོའི་གཞུང་དང་འགྲིག་ཆ་ཡོང་ཐབས་བྱས་ཀྱང་ལས་དོན་དེ་འགྲུབ་ཐབས་མེད་པར་གྱུར། ངོས་རང་ཐོན་རྗེས་ཀྱི་ཉིན་ཤས་ནང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་དཔུང་གིས་ལྷ་ས་གྲོང་ཁྱེར་ལ་མེ་མདའི་གྲངས་མེད་འཕངས་ཏེ་གཏོར་སྐྱོན་ཤུགས་ཆེ་བཟོས། འདི་ལྟར་དུས་རབས་ཉི་ཤུ་པའི་དཀྱིལ་མཚམས་ནས་ངོས་ཀྱི་ཡུལ་དང། ངོས་ཀྱི་མི་དམངས་ཀྱི་སྐྱོ་གདུང་གཏམ་རྒྱུད་དེ་མགོ་ཚུགས་ཏེ་དུས་ཉེར་གཅིག་པའི་ནང་དུ་མུ་མཐུད་ནས་གནས་བཞིན་པ་རེད། ངོས་རང་ཐོག་མར་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་ལ་ཡང་བཙན་བྱོལ་དུ་མ་ཡོང་ཀ་མེད་བྱུང་ནས་བཟུང་ལས་འགན་གཙོ་བོ་ནི་བོད་དང་བོད་མིའི་རྩ་དོན་བསྒྲུབ་རྒྱུ་དེ་ཡིན་ཞིང། ད་ཆ་ལོ་ན་དགུ་བཅུར་སོན་ལ་ཉེ་ཡང་བོད་ཀྱི་གནད་དོན་ཐག་གཅོད་བྱུང་མེད། ངོས་ཀྱི་ཡུལ་ནི་ད་དུང་ཡང་རྒྱ་ནག་དམར་གཞུང་གི་བཙན་གནོན་འོག་གནས་བཞིན་པར་མ་ཟད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་གོང་དུ་མི་ལོ་སྟོང་ཕྲག་ལྷག་རིང་བོད་མི་རྣམས་རང་ཡུལ་དུ་འགྲོ་བ་མི་ཡིན་པའི་ཆེ་མཐོང་དང། རང་གི་འདོད་འདུན་དང་རིག་གཞུང་གཞིར་བཟུང། འཚོ་མྱོང་བས་རང་དབང་དེ་ཉིད་ལོངས་སུ་སྤྱོད་པའི་གོ་སྐབས་བཙན་འཕྲོག་བྱས་ཏེ་གནས་མུས་རེད། ལྷག་པར་བོད་ཀྱི་ངོ་བོ་མཚོན་པའི་རྣམ་པ་ཚང་མ་བོད་ཀྱི་དབང་སྒྱུར་བ་གསར་པའི་མིག་ནང་ཉེན་ཁར་མངོན་རྒྱུ་ཡོད་པས། བརྟན་བརླིང་དང་ས་ཁོངས་གཅིག་གྱུར་གྱི་མིང་ཐོག་ནས་ང་ཚོའི་སྲིད་པའི་དཔལ་ཡོན་རྩ་མེད་དུ་གཏོང་བའི་ཉེན་ཁ་མཐོང་གི་འདུག་དེབ་འདི་ནི་གཙོ་བོ་ངེད་ནས་བོད་དང། བོད་མི་དམངས་ཀྱི་ཚབ་བྱས་ཏེ། རྒྱ་ནག་དམར་པོའི་གཞུང་གི་མགོ་ཁྲིད་རིམ་བྱུང་དང། ལོ་ངོ་བཅུ་ཕྲག་བདུན་ལྷག་འདྲིས་སྡུར་བྱེད་སྤྱད་ཀྱི་བྱུང་བ་བརྗོད་པ་ཞིག་ཡིན། དེ་བཞིན་འདི་ནི་སེམས་ཁུར་ཅན་གྱི་རྒྱ་རིགས་མི་དམངས་དང། རྒྱ་ཆེའི་རྒྱལ་སྤྱིའི་མང་ཚོགས་ལ་བོད་མིའི་དཀའ་ངལ་ཐོག་དོ་སྣང་དང་སེམས་ཁུར་ཡོང་བའི་འབོད་སྐུལ་ཡང་ཡིན། རྒྱ་རིགས་མི་མང་མང་པོ་ཞིག་ནི་རང་ཅག་བོད་པ་ལྟར་ཐེག་པ་ཆེན་པོའི་ཆོས་བརྒྱུད་གུག་རྟགས་ངོས་ནས་ལེགས་སྦྱར་གྱི་ཆོས་བརྒྱུད་ཅེས་འབོད་ཀྱི་ཡོད། ཉམས་ལེན་བྱེད་མཁན་གཅིག་མཚུངས་ཆགས་ཡོད། ང་ཚོའི་དཀའ་ངལ་ནི་གནའ་བོའི་མི་རིགས་གཅིག་དང་དེའི་རིག་གཞུང། སྐད་ཡིག། ཆོས་ལུགས་བཅས་པ་གསོན་གནས་ཐུབ་མིན་གྱི་འགག་རྩར་སླེབས་ཡོད་པ་དེ་རེད། གཞན་ཡང་པེ་ཅིན་གཞུང་དང་དུས་ཡུན་རིང་པོར་འབྲེལ་ལམ་བྱེད་པའི་ཉམས་མྱོང་རུ་གཞིར་བཟུང་སྟེ། འབྱུང་འགྱུར་གྱི་ལམ་ཕྱོགས་ཐད་ལ་ཡང་དེབ་འདི་བརྒྱུད་བསམ་འཆར་འགའ་ཤས་འདོན་ཐུབ་པའི་རེ་བ་ཡོད། གང་ལྟར་ང་ཚོའི་འཐབ་རྩོད་ནི་ཐུན་མིན་སྲིད་པའི་དཔལ་ཡོན་གྱི་བྱུང་རབས་ཡུན་རིང་ལྡན་པའི་མི་རིགས་ཤིག་གི་འཐབ་རྩོད་ཡིན་པར་བརྟེན། ཅི་སྟེ་དུས་ཀྱི་ཆ་ནས་དགོས་མཁོ་བྱུང་ཚེ། ངོས་ཀྱི་མི་ཚེའི་རྗེས་སུ་ཡང་རྒྱུན་མཐུད་ནས། གནས་ངེས་རེད། བོད་མི་ཚོས་རང་ཡུལ་རང་གིས་སྲུང་བཞིན་སྐྱོང་བའི་ཐོབ་ཐང་དེ་དུས་ནམ་ཡང་འཕྲོག་ཐུབ་ཀྱི་མ་རེད་ལ། དེ་བཞིན་བོད་མིའི་རང་དབང་གི་མངོན་འདོད་དེ་བཙན་གནོན་ལ་ཡང་གཏན་ནས་ཉམས་ཉེས་སུ་ནམ་ཡང་བཏང་ཐུབ་ཀྱི་མ་རེད། ལོ་རྒྱུས་ཐོག་ནས་ང་ཚོས་ཤེས་པའི་བསླབ་བྱ་གསལ་པོ་ཅིག་གང་ཡོད་ཟེར་ན། ཅི་སྟེ། མི་མང་གཏན་དུ་མ་སྐྱིད་པ། བཟོས་ཏེ་བཞག་ན། བརྟན་བརླིང་གི་སྤྱི་ཚོགས་ཤིག་ནམ་ཡང་ཡོང་ཐབས་མེད་ཅེས་པ་དེ་རེད། ངོ་སྤྲོད། བོད་རྒྱལ་ཁབ་དང་མི་རིགས་ཀྱི་འགན་ཁུར་ནི་རང་མོས་ཀྱི་དམ་པའི་ངོས་ཀྱི་འགན་ཁུར་གཞན་ཚང་མ་དང་མི་འདྲ་བར། ངོས་རང་ལོ་གཉིས་ལ་སོན་དུས་ཏཱ་ལའི་བླ་མར་ངོས་འཛིན་བྱུང་བ་དང་ཆབས་ཅིག། ལས་ཀྱི་བཀོད་པ་ཞིག་ཆགས་ཡོད། འགན་ཁུར་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རང་ལོ་བཅུ་དྲུག་ལ་སོན་དུས་ཆབ་སྲིད་ཀྱི་འགོ་ཁྲིད་དུ་གྱུར་སྐབས་སྒྲིག་འཛུགས་ཀྱི་སྟེང་ནས་གཏན་འཁེལ་བྱུང་བ་རེད། དུས་དེ་ནས་བཟུང་རང་ངོས་ནས་ཀྱང་བོད་ཀྱི་སྣོད་བཅུད་རིག་གཞུང་དང་བཅས་པར་སྲུང་སྐྱོབ་བྱ་རྒྱུ་དེ་སྙིང་དབུས་སུ་བཅངས་ཤིང། ད་དུང་ཡང་ནམ་འཚོའི་རིང་དེ་བཞིན་དུ་རྒྱུན་ཆགས་མུ་མཐུད་བྱ་རྒྱུ་ཡིན། སེམས་བསྐྱེད་ཀྱི་དམ་བཅའ་གཙོ་བོ་དེ་ནི། ངོས་ནས་ཆེད་དུ་བླངས་པའི་མི་ཚེའི་ལས་འགན་དཔེར་ན། ཀུན་ལ་ཁྱབ་པའམ་ཆོས་ལུགས་དང་མ་འབྲེལ་བའི་བཟང་སྤྱོད་གཞིར་བཟུང། འགྲོ་བ་མིའི་གཞི་རྩའི་རིན་ཐང་གོང་སྤེལ་དང། ཆོས་ལུགས་ནང་ཕན་ཚུན་གོ་རྟོགས་དང་མཐུན་སྒྲིལ་དམ་ཟབ་ཏུ་གཏོང་བ། རྒྱ་གར་གྱི་གནའ་བོའི་ཤེས་རིག་ལ་བརྩི་མཐོང་དང་ཤེས་རྟོགས་ཟབ་མོ་ཡོང་བར་སྐུལ་འདེད་གཏོང་བ་བཅས་དང་མཉམ་དུ་ལག་བསྟར་བྱས་དང་བྱེད་བཞིན་ཡོད། དེ་ཡང་ལས་འགན་གཞན་དེ་དག་གི་ཐད་ལ་ནི། སྲས་དབང་དང། ཁྱབ་བཞི་ལས་རྒྱུན་རིང་བའི་གླེང་མོལ་བྱེད་པ་དང། དཔེ་དེབ་རྩོམ་པའི། དེ་བཞིན་རྒྱལ་སྤྱིའི་ཁྱོན་དུ་འགྲུལ་བཞུད་རྒྱ་ཆེ་བྱེད་པ་བཅས་ལ་བརྟེན་ནས། དངོས་མཐོང་ཐུབ་པའི་ཞབས་འདེགས་ཕྲན་བུ་ཞུ་ཐུབ་པ་ཞིག་བྱུང་སྙམ་པའི་དགའ་སྤྲོ་ཡོད། དེ་ལྟ་ན་ཡང། ངོས་ཀྱི་འགན་འཁུར་དང་པོ་དང་གལ་འགངས་ཆེ་ཤོས་སུ་གྱུར་བ་བོད་དོན་གྱི་ཐོག་ལ་ནི་དཀའ་ཚེགས་ཤིན་ཏུ་ཆེན་པོ་བྱུང། རང་ངོས་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་བོད་ལ་བཙན་འཛུལ་བྱེད་མཁན་རྒྱ་དམར་དམར་པོའི་གཞུང་དང་ཐོག་མཐའ་བར་གསུམ་དུ་གྲོས་མོལ་གྱི་ལམ་ནས་བསྒྲིག་འཇགས་ཀྱི་སྒོ་མོ་འབྱེད་ཆེད་ཐབས་ཤེས་གང་དྲག་རྒྱུན་ཆད་མེད་པར་བྱས་ཤིང། དེ་ཡང་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་དང་ངོས་རང་མགོ་ཁྲིད་ན་གཞོན་ཞིག་གི་ཚུལ་དུ་བོད་ནང་གནས་སྡོད་བྱེད་རིང་དང། བར་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་བཅུ་བརྒྱ་གྲངས་ནས་རྒྱ་ནག་གི་སྐུ་ཕྲེང་ཏིང་ཞའོ་ཕིན་གྱིས་རྒྱ་ནག་གི་ཕྱི་ཕྱོགས་ལ་ཡག་སྒོ་ཕྱེས་ཀྱི་སྐབས། མཐའ་མ་དུས་རབས་འདིའི་ལོ་རབས་དང་པོའི་ནང་བཅས་སུ། བོད་རྒྱ་འབྲེལ་མོལ་གཏིང་ཟབ་ཀྱི་དུས་རིམ་གསུམ་བྱུང་ཡོད། སྤྱིར་ངོས་ཀྱི་མི་ཚེའི་ནང་ལས་དོན་གཞན་མང་པོའི་ཐོག་སྐྱེ་བོ་སྣ་ཚོགས་ལ་ཡང་དཀྲིས་གཏུགས་བྱས་པའི་ཉམས་མྱོང་སྤྱོད་ན། གཞན་དང་གྲོགས་འདྲིས་བྱེད་པའི་སྐབས་སུ། ཐུན་མོང་གི་དམིགས་ཡུལ་འགྲུབ་པའི་དོན་དུ། འབད་བརྩོན་མཉམ་བསྐྱེད་དང། ཕན་ཚུན་གཅིག་གིས་གཅིག་ལ་ཡིད་ཆེས་བློས་འགེལ། ཐ་ན་བསམ་ཚུལ་མི་མཐུན་པ་བྱུང་བའི་སྐབས་སུ་ཡང། གང་བསམ་ལྷུག་པོར་བརྗོད་པའི་དྲང་ཚུགས་ཅན་གྱི་ལམ་ནས། ཕན་ཚུན་བློ་སྐྱེད་ལེན་རེས་བྱེད་མཁན་མང་པོ་ཞིག་དང་འབྲེལ་ལམ་ཆགས་རྒྱུའི་གོ་སྐབས་ཐོབ་བྱུང། རྒྱ་ནག་གི་དབུ་ཁྲིད་དང་འབྲེལ་གཏུག་བྱས་པའི་ཐད་ནས་སྨྲས་ན། ཡིད་སྐྱོ་དགོས་པ་ཞིག་ལ། ཐོག་མར་གཙོ་འཛིན་མའོ་ཙེ་ཏུང་ནས་ད་ལྟའི་སྲིད་འཛིན་ཞི་ཅིང་ཕིང་གི་བར་ངོས་ཀྱི་ཉམས་མྱོང་དེ་ཤིན་ཏུ་མ་འདྲ་བ་ཞིག་ཆགས་ཡོད་དེ། དེ་ངོས་ནས་རྒྱ་ནག་དམར་པོའི་གཞུང་གི་འགོ་ཁྲིད་ཚོར། ཕར་བཤོས་པའི་ཁ་མ་གཏོགས་ཚུར་ཉན་པའི་ཨ་མཆོག་ཡོད་མ་རེད་ཅེས་སྡུག་སྐད་ཡང་ནས་ཡང་དུ་རྒྱག་དགོས་བྱུང། དཔེ་མཚོན་ཞིག་བརྗོད་ན། ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོའི་ཟླ་བ་ལྔ་པར་རྒྱ་ནག་གཞུང་གིས་བཏོན་པའི་རྒྱབ་ཤི་དཀར་པོའི་སྟེང་ལྟར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་རྒྱ་ནག་གིས་བོད་ལ་ཡར་བཙན་འཛུལ་བྱས་པའི་དུས་དེ་ནས་བཟུང་བོད་ཀྱི་མི་དམངས་གཏན་དུ་བཙན་རྒྱལ་རིང་ལུགས་ཀྱི་བཙན་འཛུལ་དང་འཆིང་རྒྱ་ལས་ཐར་ཏེ་འོད་སྟོང་འཕྲོ་བའི་མཐུན་སྒྲིལ་གྱི་ལམ་སྤྱི་ཐོག་བསྐྱོད་བཞིན་ཡོད་ཚུལ་ལས་འཕྲོས་ཏེ་ཐེམ་དེ་མགོ་འཛུགས་བྱས་ཐོག་དེང་སྐབས་བོད་མི་ནང་བསྟན་གླིང་གི་སྤྱི་ཚོགས་ཁོར་ཡུག་དང་དར་ཞིང་རྒྱས་པའི་དཔལ་འབྱོར་དང་རིག་གནས། ལ་རོལ་བཞིན་ཡོད་ཚུལ་འགྲེལ་བརྗོད་བྱས་འདུག་བཤད་སྟངས་འདི་ལྟར་ན། རྒྱ་ནག་དམར་ཕྱོགས་གཞུང་གིས་བོད། ཞི་བའི་བཅིངས་གྲོལ། ཟེར་བ་བཏང་རྗེས། བོད་རྒྱལ་ཁབ་དང་མི་མང་རྣམས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁྱིམ་ཚང་ནང་རྒྱུན་ཆད་མེད་པར་རང་དབང་དང། འབྱོར་ཕྱུག། བདེ་སྐྱིད་ལྡན་པ་བཅས་ཀྱི་ལམ་ཆེན་དུ་གོང་ནས་གོང་མཐོར། བསྐྱོད་ཐུབ་པ་བྱུང་ཡོད་རེད་ཟེར་གྱི་ཡོད་པ་རེད། ཅི་སྟེ། བཙན་འཛུལ་བྱས་རྗེས་ཀྱི་དུས་སྐབས་གང་འདྲ་ཞིག་ཏུ་ཡང་བཤད་སྟངས་དེ་བདེན་པ་ཡིན་ན། བོད་མིའི་ངོས་ནས་རྒྱ་ནག་གི་བཙན་གནོན་ལ་ལོ་ངོ་བཅུ་ཕྲག་བདུན་ལྷག་རིང་བར་མཚམས་མེད་པར་མི་འདུས་པའི་འགོག་རྒོལ་བྱེད་དོན་ག་རེ་ཡིན་ནམ། དྲི་བ་འདི་ལ་རྒྱ་ནག་དམར་པོའི་གཞུང་ལ་ཡང་སྟབས་ཀྱིས་ཐག་གཅོད་ཀྱི་ལན་ཞིག་ཡོད་པ་སྟེ། དེ་ནི་ཏཱ་ལའི་རུ་ཚོགས་ཀྱིས་ཁ་བྲལ་གྱི་བྱེད་སྒོ་སྤེལ་བའི་རྒྱུ་མཚན་གྱིས་རེད་ཟེར་བ་དེ་རེད། སྐབས་དེ་ཁོ་ཚོས་མཛུབ་མོ་འཛུགས་ས་ནི་ང་ཚོའི་མི་རིགས་ཀྱི་རང་དབང་ཆེད་དུ་ཡུན་རིང་འཚེ་མེད་ཞི་བའི་ལས་འགུལ་སྤེལ་བ་དང་སོ་སོའི་ཐུན་མོང་མ་ཡིན་པའི་སྐད་ཡིག་དང། རིག་གཞུང། ཁོར་ཡུག། ཆོས་ལུགས་བཅས་སྲུང་སྐྱོབ་ཀྱི་ལས་དོན་བརྩམས་པ་རྣམས་རེད། ང་ཚོ་བོད་མི་ནི། ཆེས་གནའ་བོའི་དུས་ནས་མཐོ་སྒང་བོད་ཀྱི་སར་མི་རབས་རིམ་བརྒྱུད་དུ་འཚོ་གནས་བྱེད་མཁན་གྱི་སྲོལ་རྒྱུན་གྱི་མི་རིགས་ཤིག་ཡིན་པས། མུ་མཐུད་ནས་རང་ཡུལ་གྱི། སྲུང་སྐྱོབ། བ་བྱ་རྒྱུའི་ཐོབ་ཐང་ཆ་ཚང་ཡོད་པ་རེད། བོད་ཀྱི་གནད་དོན་ནི་དཔལ་འབྱོར་ཡར་རྒྱས་ཕྱིན་མ་ཕྱིན་གྱི་གནད་དོན་ཞིག་མ་རེད། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དཔལ་འབྱོར་ལམ་ལུགས་གུ་ཡངས་སུ་བཏང་བ་ནས། བོད་ལ་ཡང་དཔལ་འབྱོར་ཡར་རྒྱས་མངོན་གསལ་གྱིས་ཕྱིན་ཡོད་པར་ང་ཚོས་ངོས་ལེན་བྱེད་ཀྱི་ཡོད། གནད་དོན་ནི། ང་ཚོས་མི་རིགས་དེ་རང་གི་ཐུན་མོང་མ་ཡིན་པའི་སྐད་ཡིག་དང། རིག་གཞུང། ཆོས་ལུགས་ཀྱི་སྲོལ་རྒྱུན་དང་བཅས། འཚོ་གནས་ཐུབ་པའི་དགོས་མཁོ་དང་ཐོབ་ཐང་གི་སྐོར་རེད། བོད་ནང་གི་བོད་མི་རྣམས་ལ་ཡང་སྨྲ་བརྗོད་ཀྱི་རང་དབང་མེད་པར་བརྟེན། གནས་སྟངས་སྤྱི་དང་ལྷག་པར་དུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ངོས་རང་བཙན་བྱོལ་དུ་ཡོང་བ་ནས་བཟུང་བོད་དང་བོད་མིའི་མགྲིན་ཚབ་པ་བྱ་རྒྱུ་དེ་ངོས་ལ་འཁྲི་བའི་འོས་འགན་དུ་གྱུར་ཡོད། སྤྱི་དང། ངེད་ཚོའི་དམིགས་ཡུལ་ནི་གྲོས་མོལ་གྱི་ལམ་ནས་གཉིས་མོས་ཀྱིས་ཐག་གཅོད་ཡོང་བ་བྱ་རྒྱུ་དེ་ཡིན་པར་བརྟེན། དེ་དོན་གྲུབ་པ་ལ། མཐའ་མ་བོད་རྒྱ་གཉིས་མཉམ་དུ་བསྡད་ནས་གྲོས་བསྡུར་བྱེད་དགོས་པ་ཆགས་ཡོད། གྲོས་མོལ་གྱི་ལམ་ནས་དེ་འདྲའི་ཐག་གཅོད་ཅིག་མ་བྱུང་བར་དུ་ནི། ང་ཚོར་རང་དབང་ལུང་པར་ཡོད་པའི་བུད་མེད་ཚོར། བོད་ནང་དུ་ཡོད་པའི་ཤ་ཁྲག་གཅིག་པའི་སྤུན་ཟླ་ཕོ་མོ་ཚོའི་ཚབ་བྱས་ཏེ་སྐད་ཆ་བཤད་རྒྱུའི་འགན་འཁྲི་དེ་གཡོལ་ཐབས་མེད་པ་ཞིག་ཆགས་ཡོད། འགན་འཁྲི་དེ་ལག་བསྟར་བྱེད་པ་ནི་རྒྱ་ནག་ལ་ཡང་དང་བ་ཞིག་མ་རེད་ལ། ཁ་བྲལ་རིང་ལུགས་པ་ཡང་མ་རེད། དྲང་པོ་དྲང་བཞག་དང་གུ་ཡངས་བྱེད་པ་ནི་ཕན་ཚུན་གཅིག་གི་དགོས་མཁོ་གཅིག་གི་ཤེས་རྟོགས་དང་གཉིས་ཐད་ནས་དེ་དོན་གུ་བཤངས་བྱེད་སྐབས་ལག་བསྟར་ཡོང་བའི་རྨང་གཞི་བསྐྲུན་ཐབས་གཅིག་པུ་དེ་ཡིན་པར་བརྟེན། དོན་ངོ་མ་བྱས་ན་ཁ་བྲལ་རིང་ལུགས་ལས་རྦད་དེ་ལྡོག་ཆོག་ཆགས་ཡོད། མདོ་དོན། ང་ཚོ་ཕྱོགས་གཉིས་ཀས་རང་དབང་གི་སྒོ་ནས་སྐད་ཆ་ཤོད་པ་དང་གྲོས་མོལ་བྱེད་འདོད་པའི་ཁོར་ཡུག་ཅིག་བསྐྲུན་ན་གཞི་ནས་རྒྱུན་གནས་ཐུབ་པའི་ཐག་གཅོད་ཅིག་ཡོང་ཐུབ། འཛམ་གླིང་ས་ཕྱོགས་གང་སར་ང་ཚོ་དང་ང་ཚོའི་རྩ་དོན་ལ་ཡང་རྒྱབ་སྐྱོར་གནང་མཁན་གྲོགས་པོ་གྲོགས་མོ་ཧ་ཅང་གི་མང་པོ་བྱུང་བ་ནི་དགའ་འོས་པའི་གནས་སྟངས་ཤིག་ཡིན། འཛམ་གླིང་རང་དབང་ལུང་པའི་སྲིད་གཞུང་སྤྱི་དང་ལྷག་པར་གྲོས་ཚོགས་ཀྱི་རིམ་པ་ཁག། གཞན་ཡང་རྒྱལ་སྤྱིའི་ཚོགས་སྡེ་ཁག་གིས་ང་ཚོའི་ལངས་ཕྱོགས་དབུ་མའི་ལམ་སྟེ། ཕྱོགས་གཅིག་ནས་བུད་མེད་གཅེས་པར་འཛིན་པའི་བོད་རང་བཙན་དང། ཕྱོགས་གཞན་ནས་ད་ལྟའི་ཆར་བོད་ནང་དངོས་སུ་ལག་བསྟར་བྱེད་མུས་ཀྱི་གནས་སྟངས། བུད་མེད་ཚོར་རང་ཡུལ་རང་གིས་སྐྱོང་བའི་དབང་ཆ་གང་ཡང་མི་བསྐྲུན་པའི་ཐ་ཆད། ད་དེ་གཉིས་དང་བྲལ་ཞིང་མིང་དོན་མཚུངས་པའི་རང་སྐྱོང་ཚད་ལྡན་ཞིག་ཡོང་ཐབས་ཀྱི་སྲིད་བྱུས་དེ་ལ་ཡང་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད། རྒྱལ་སྤྱིའི་རྒྱབ་སྐྱོར་གྱི་ཆ་ནས་བརྗོད་ན། མཉམ་འབྲེལ་རྒྱལ་ཚོགས་ནས། བོད་དོན་གྲོས་ཆོད་གཏན་འབེབས་སྔ་ཕྱི་གནང་ཡོད་ལ། དེ་བཞིན་དུ་ཡུ་རོབ་གྲོས་ཚོགས་དང། དེ་མིན་རྒྱལ་ཁབ་མང་པོའི་ནང་བོད་དོན་གྱི་གྲོས་ཆོད་རིམ་པ་མང་པོ་བཞག་ཡོད་ཅིང། ལྷག་པར་ཨ་རིའི་ནང་གྲོས་ཆོད་ཙམ་མ་ཆད། གལ་ཆེའི་ཁྲིམས་ཡིག་ཀྱང་གཏན་འབེབས་བྱས་པ་བྱུང་ཡོད། ངེད་ཚོ་རྒྱ་གར་ལ་ཡང་ཐོག་མར་བཙན་བྱོལ་དུ་སླེབས་པ་ནས་བཟུང་ད་བར་རྒྱ་གར་གཞུང་དང། མི་མང། གཞུང་འཛིན་རིམ་བྱོན་བཅས་ཀྱིས་གཏོང་ཕོད་ཆེན་པོའི་ཐོག་ནས་དགའ་བསུ་དང་རྒྱབ་སྐྱོར་རྒྱུན་མར་གནང་བས་བཀའ་དྲིན་ནམ་ཡང་ཆད་ཐབས་མེད། དེ་ཡང་རྒྱ་གར་གྱི་སྲིད་བློན་ཐོག་མ Pandita Jawaharlal Nehru ནས་བཟུང་དེང་གི་སྲིད་བློན Narendra Modi མཆོག་བར་ཚང་མས་ངོས་དང་བོད་མིའི་སྐྱབས་བཅོལ་ཚོ་འགྱུར་བ་ནམ་ཡང་མེད་པའི་དགའ་བསུ་སྣེ་ལེན་དང། བཙན་བྱོལ་ནང་ཆོས་རིག་གི་ལྟེ་གནས་དང་སྒྲིག་འཛུགས་གསར་འཛུགས། ན་གཞོན་ཚོར་ཤེས་ཡོན་སློབ་སྦྱོང་སྤྲོད་པའི་ལས་དོན་ལ་ཡང་རྒྱབ་སྐྱོར་རོགས་རམ་གཏོང་འབོད་ཆེན་པོ་གནང་ཡོད། གནས་ཚང་འདི་ནི་ངོས་རང་སྒེར་གྱི་ཐོག་ནས་བརྗོད་ན་སེམས་གཏིང་ནས་དགའ་སྣང་ཡོང་བའི་གཞི་རུ་གྱུར། དེ་ཡང་ཕྱི་ལོའི་དུས་རབས་བདུན་པར་ནང་པའི་གསུང་རབ་ལེགས་ཆར་བཀལ་ནས་བོད་སྐད་དུ་ཐོག་མར་བསྒྱུར་ནས་བཟུང། བོད་མིས་རྒྱ་གར་ནི་འཕགས་པའི་ཡུལ། དུ་བཀུར་ཅིང། རང་རེས་གཅེས་སྤྲས་ཆེན་པོ་བྱེད་པའི་བོད་ཀྱི་ནང་པ་སངས་རྒྱས་པའི་ཆོས་ཀྱང་རྒྱ་གར་ནས་བྱུང། བོད་ཀྱི་ཡིག་གཟུགས་ཀྱང་དུས་རབས་བདུན་པའི་ནང་རྒྱ་གར་གྱི་ལྡེ་བ་ན་གི་རིའི་ཡི་གེར་དཔེ་བླངས་ནས་གསར་བཟོ་བྱས། དེ་བཞིན་ལྟ་གྲུབ་ཀྱི་གཞུང་དང། སེམས་ཁམས་རིག་པ། ཚད་མ་རིག་པ། འཇིག་རྟེན་འཆལ་ཚུལ་རྣམས་ཀྱང་རྒྱ་གར་གྱི་དཔལ་ནཱ་ལེནྡྲའི་བཞེད་གཞུང་ལས་བྱུང་བའི་ལེགས་སྐྱེས་ཡིན། ང་ཚོའི་སྐར་རྩིས་རིག་པ་དང་ལོ་ཐོ་མདུན་ལུགས་རྣམས་ཀྱང། རྒྱ་གར་གྱི་དཔལ་དུས་ཀྱི་འཁོར་ལོའི་རྩ་རྒྱུད་ལ་ཡང་བརྟེན་ནས་ཕུན་སུམ་ཚོགས་པར་བྱས་ཡོད། དེ་བཞིན་དུ་ང་ཚོའི་གསོ་བ་རིག་པར་ཡང་རྒྱ་གར་གྱི་ཚེའི་རིག་བྱེད་ཀྱི་ཤུགས་རྐྱེན་ཐེབས་ཡོད། དེར་བརྟེན་རྒྱ་གར་དེ་ངོས་ཀྱི་ཕ་ཡུལ་གཉིས་པར་གྱུར་པ་དེས་རང་ཉིད་ལ་ཡར་བློ་བཞག་སའི་གཞི་རྟེན་ནུས་སྟོབས་དང་ལྡན་པ་ཞིག་ཐོབ་བྱུང། ངོས་ཀྱི་མི་ཚེའི་དུས་ཡུན་མང་ཆེ་བ་རྒྱ་གར་ན་བསྐྱལ་བར་བརྟེན་སྐབས་རེ་ངོས་རང་རྒྱ་གར་གྱི་བུ་ཡིན་ཞེས་བརྗོད་ཀྱི་ཡོད། དེ་ཡང། དེ་ཡང་ངོས་ཀྱི་བསམ་བློ་ནི་རྒྱ་གར་གྱི་ལྟ་གྲུབ་གཞུང་ལུགས་ཀྱིས་ཕྱུག་པར་བྱས་ཤིང། ལུས་པོ་ནི་རྒྱ་གར་གྱི་འབྲས་དང་རྡ་ལིས་འཚོ་ཡོད། གཞན་ཡང་དེ་སྔ་རྒྱལ་སྤྱིའི་ཐོག་ཏུ་འགྲུལ་བཞུད་བྱེད་དུས། སྐབས་དུ་མར་ངོས་རང་རྒྱ་གར་གྱི་འགྲོ་བ་མིའི་རིགས་ལ་ཕུལ་བའི་ལེགས་སྐྱེས་ཆེན་པོ་གཉིས་ཏེ། ཆོས་ལུགས་སྣ་མང་མཉམ་གནས་དང། འཚེ་མེད་ཞི་བའི་ལམ་སྤེལ་བའི་ཕོ་ཉ་ཡིན་ཞེས་བརྗོད་མྱོང། སེང་གེ་འགའི་སེང་འབྲོག་ལྷན་རྒྱས་ད་རིང་གི་དཔེ་ཀློག་བྱ་ལོ་ཞུ་མཚམས་ད་ཁ་ཤག་ཡིན་ང་རང་རྣམ་པ་ཚོ་ལེ་ཚན་རྗེས་མའི་ནང་ལ་ཡར་བསྐྱར་དུ་བྱས་མྱོང། ལྷན།